རྣམ་པ་ཚོ་ཚང་མ་ལོ་ཤོག་པ་དེ་ལས། ཐུ་སུམ་དེ་ལས། ད་ལྟ་འདི། རྒྱ་གར་འཕགས་པའི་ཞིང་ཁམས་ས་ནས་རྩ་ཆེན་པོ། དམིགས་བསལ་གྱི་རྣམ་པ་ཚོ་ལ་རྩ་ཆེན་པོ་གི་ས་ནས་རྡོ་རྗེ་གདན། བོད་དགའ་ཡ། ལས་སྙིང་ཐག་པ་ནས་བཀྲ་ཤིས་བདེ་ལེགས་ཞུ་བ་ཡིན།

ཁ་ཤས་ཀྱི་ལས་ཀ་ལ་དུས་ཚོད་བཏང་གི་རེད། ཁ་ཤས་ཀྱི་གོང་གསལ་ལ་དུས་ཚོད་བཏང་ཡ་ལས་དེ་ར་ད་ཉི་མ་རྟག་པ་དགེ་བཤེས་མེད་ད་དུས་ལ་དཔའ་བའི་གིས་དུས་ཚོད་ག་འདྲས་བཏང་མི་འདུག་ལས་ཅི་ར། ཁ་ཤས་ཀྱི་སྐྱིད་པོ་བཏང་ཡ་ལ་དུས་ཚོད་བཏང་གི་རེད། ཁ་ཤས་ཀྱི་འཆམ་འཆམ་སྒྲོལ་ལ་དུས་ཚོད་བཏང་ཡ་འདུག་སུ་འདྲས་ཙམ་པ་ལ། ད་ལྟའི་གི་ཆ་ལ་ང་རང་དུས་ཚོད་འདིའི་གནས་ཆས་ལ་བེད་སྤྱོད་གཏང་གི་ཡོད་ཞུས་པ་ཡིན་པ། ད་ལྟ་ཉི་མ་ཉི་ཤུ་རྩ་དྲུག་གི་ནང་གནས་ཆས་རང་ལ་བེད་སྤྱོད་གཏང་གི་ཡོད་དུས་ཚོད་མ་ལབ། སྤྱི་ཚོགས་དྲ་རྒྱ་ནང་ལ་བགྲོད་ཀྱིས་དུས་ཚོད་དེ་གཏང་གི་མི་འདུག་ཨ་ནི་དེ་ནས་མི་འདྲ་མ་འདྲ་ལ་ཅིག་ཁ་ཚ་དེས་ཀྱིས་དུས་ཚོད་དེ་གཏང་གི་མི་འདུག་ར་ཨ་ནི་མི་ཐུབ་པ་ཡིན་ན་མི་དོན་དང་ལྡན་པ་མི་ལ་གཟི་བརྗིད་ཡོད་སྐྱོང། དེ་འདྲས་རྗེས་འབྲེལ་ཆུང་བ་ལ། དུས་ཚོད་ཐང་གི་ཡོད། ཨ་ནི་ས་ནས་ཁ་བ་འདྲ་བ་ཡིན་ནས་འདི་ནང་ལོག་ལ། དགོན་སྡེ་ཁག་ཁ་བ་དོང། ཨ་ནི་དགེ་འདུན་རིན་པོ་ཆེ་རྣམ་པ་བཙུན་མ་རྣམ་པ། ཨ་ནི་འཐབ་རྩོད་པ་རྣམ་པ། ཁོ་རྣམ་པ་རང་མཉམ་དུ་དུས་ཚོད་ཐང་གི་ཡོད། མི་མང་པོ་ཅིག་མི་སྤོས་ཐབས་གོ་མང་པོ་ཅིག་རྗེས་འབྲེལ་ཆུང་གི་མི་འདུག་དེ། དུས་ཚོད་རྐྱེན་གྱིས་རེད།

ང་དམིགས་བསལ་གྱིས་བེ་རི་གཞིས་ཆགས་ལ་ཞུ་ཉེན་གྱི་བོད་མི་རྣམ་པ་དང་རང་གི་ཆེད་དུ་ཡིན་ཟེར་བ། བེ་རི་གཞིས་ཆགས་ལ་ཞུ་ཉེན་གྱི་འཐབ་རྩོད་པ་རྣམ་པ། རྒྱལ་གཤེན་པ་རྣམ་པ། ནང་པ་རྣམ་པ། བེ་རི་སྤུན་ཟླ་རྣམ་པ་ལ་ཞུ་ཡིན་བཤད་པ། ང་བེ་རི་ལ་བསྡད་དེ་ཉིན་མ་གཉིས་མ་ཞིག་དུས་ཚོད་རག་མ་སོང་སྐོར་སྐྱོད་བྱེད་དགོས་སྐོར་བ།

ར། I take refuge in Buddhism ར and in all the Buddhist Lamas ཨོ་འདི་གི་དགོན་སྡེ་ཁག་ཡོད་ཚད་ཚང་མ་ལ་བཅའ་ཡིན་ཧ་ལས་པའི་ཡག་པོ་བྱུང་སོང་བཤོས་ཡིན་ར། དེ་ནས་མི་སྣ་རྣམ་པ་ནས། ད་ལྟ་ང་རང་ཚོ་གི་བོད་མི་མང་སྤྱི་འཐུས་ཀུན་དགའ་བསོ་སྟོབས་མཆོག་མཇལ་འཕྲད་བྱུང་ནས་དཔེ་དགའ་བོ་བྱུང་སོང་བཤོས་ཡིན་ཧ་ལས་པའི་གི་སྤུས་དག་རེ་ཞར་བ་ཆོས་རྒྱུད་སྤྱི་འཐུས་རྣམ་པར་རིགས་སུ་གྱུར་པ། ཨ་ནི་དེ་ནས་བདེན་པ་སྐྱ་ལུགས་ཀྱི་སྤྱི་འཐུས་རྣམ་པ་བིར་ལ་ཞུ་ཉེ་གཉིས་ཡོར་བ། ཁོ་གཉིས་ཅག་རྣམས་བཅས་རག་མ་སོང་རྒྱུ་མཚན་དེ་ཁོ་གཉིས་བིར་ལ་མེ་བ་ག་ཏོ་རྒྱག་སོགས་བྱས་ཙང་ཁ་བརྡ་ཕུལ་ཡ་རག་མ་སོང་ཞོས་ཡིན་པ། ཡོད་ན་ད་ངོ་ནས་ཁ་བརྡ་ཕུལ་ཁ་འགྲོ་ས་ཁ་བརྡ་གྲ་སྒྲིག་བྱས་ནས་ཁྱེར་འགྲོ་ཡོད་དེ་རག་མ་སོང་ཞོས་དེ་ནས་མི་རྣམ་པ་ཡོར་བ་ད། ཁོ་རང་ཚོ་ཆོལ་ཁ་ག་ནས་ཕེབས་རྒྱུ་དེ་འཛིན་ནི་ང་ཧ་གོ་མེད་ར། ང་དེ་འདྲའི་རང་ལ་དོ་སྣང་བྱེད་ནི་གྲོ་ཉེ་དེ་འདྲའི་མེད་རེད། དེ་ལ་ས་ཆ་དེ་ལ་དེ་ཁར་ས་ཁམས་པ་མང་པོ་ཡོད་རེད། ཡང་མིན་ན་དབུས་གཙང་མང་པོ་ཡོད་རེད་ཡང་མིན་ན་གདོད་མའི་མང་པོ་ཡོད་ལ་ནི་དག་རང་ལ་དོ་སྣང་སྤྲད་ནི་ཨ་ནི་ས་གནས་གཅིག་ལ་མ་དགག་བྱེད་ཉེ་དེ་འདྲའི་ཡེ་མེད་ར། བོད་མི་ཡིན་པ་ཙམ་གྱིས་དགའ་བསུ་ཡོད་སེམས་པ་གཏིང་ལ་རོལ། ད་དེ་ནང་ལོགས་ནས་བྱ་བ་ངན་པ་བྱེད་ངེས་དེ་འདྲས་ཡོད་ན་ཨ་ནི་མ་ལབ་རང་ལབ་ཐུག་གི་འདུག་ཞུས་ཡིན་ར། ཡིན་ན་ཡང། བེ་རི་གཞིས་ཆགས་འདི་དངོས་གནས་ཁོ་ར་ཧ་ལེ་བེ་གི་སྤུས་དག་པོ་ཞིག་འདུག་ད་འདི་གཟི་བརྗིད་འདི་ག་རིའི་རྐྱེན་གྱིས་རེད་བསམ་གི་འདུག་ང་རང་གིས་འདུག་བསམ་དུས་དེ་གས་ལ་དགོན་སྡེ་ཁ་གྲགས་རི་གྲགས་ཅན་ཚང་མ་ཡོད་རེད་ད་ཉིད་ཀྱི་ཧ་གོ་ཡ་ལ། ད་ད།

དེ་ནས་རྙིང་མ་དཀོན་པ་འདུག་ས་སྐྱ་དཀོན་པ་འདུག་ད་འདི་ལ་ཞེ་ཆགས་ལ་ཕན་ངེས་ཡོད་པ་ཡིན་ན་ཨ་ནི་དེ་ལ་ག་ཚོད་ཅེས་ཀ་ཞུས་ནས་ཞུས་འདུག་ཞུས་ཡིན་པ་དགོན་སྡེ་ཁག་གི་རང་གི་མིང་གི་ཐོག་ལ་ང་ཐེ་གཏོང་ཡིན་ནས་རེད་བརྙན་ཐུང་ལོ་ག་ཅིག་བཟོས་ནས་བཀྲམ་ཤག་གི་ཡིན་ཞུས་ཡིན་པ་ག་ཅིག་ལ་ན། ཕྱི་ལོགས་ནས་གནས་ཆེན་འཕེལ་ངེས་དེ་ཚོའི་ངོ་རྒོལ་བྱེད་མཁན་ཧ་གོ་མི་འདུག་ཨ། ས་ཆ་ག་བ་ག་བ་ལ་སྤྲོ་བོ་ཡོད་མེད་གོམ་པ་ག་བ་ག་བ་སྤྲོ་བོ་ཡོད་མེད་དེ་ཧ་མ་གོ་དུས་ཨ་ནི་ཁོ་རྣམས་པ་ལ་ཅིག་ཕན་ཐོག་ཁྲོལ་བོ་ཡོང་ཡ་ཆེད་དུང་ཨ་ནི་བི་དྲོ་ལོ་ཁ་ཅིག་བཟོས་ཀྱི་ཡིན་སྲིད་ཡང་ཐ་ན་དེ་ལ་བཟོས་ཡ་མེད་དེ་གནས་ཆེན་ཡོང་དུས་དུས་ཚོད་བཏང་མི་འདུག་ཕྱི་རྒྱལ་ཕར་གནས་ནས་ཨ་ནི་ཕར་ལ་དུས་ཚོད་རག་གི་རག་གི་བྱེད་དུ་བྱེད་དུས་བཟོས་ཡ་ཡིན་ཞེས་ར་ད་དགོན་སྡེ་ཁག་དྲུག་ཟེར་བདུན་ཟེར་བྱེད་དུ་སྤེར་ལ་ཅིག་ལས་ཅིག་སྤུས་དག་པ།

དེ་ནས་ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཐོག་ནས་ཕྱག་ལེན་གནང་མཁན་ཡོད་པའི་ཐོག་གོ་དེ་འདྲའི་འདུག་ར། ཨ་ནི་དེ་ནས་དགོན་སྡེ་ཁག་ནང་ལོགས་ལ་གཞོན་ཉེ་ཀྱིས་ང་རང་གི་ངོ་དེབ་ལ། ངོ་བཞེངས་པ་ཨ་ནི་ཕེ་གེ་ལ་དངོས་ཡོད་ཀྱི་ཚུ། ཅིག་ཐུགས་ཡས་ཀྱི་གོ་སྐབས་དེ་ར་དུས་ངོ་དེབ་ནང་ལོགས་ལ་ཡོད་བས་ཀྱི་ད་སེམས་ལ་ཅིག་ཡོད་ར་དེ་འདྲའི་དེ་འདྲའི་ཅིག་ཡོད་བསམ་ཡས་དེ་ལས་ལྷག་པ་ཀྱི་དངོས་གནས་མི་སྤུས་དག་པོ་དེ་འདྲའི་འདུག་ཞུ་ཡས་ཡིན་ར། མཁན་རིན་པོ་ཆེའི་ཐུགས་རྗེ་ཆེ་ལ་ཞུ་ཡ་ཡིན། ཨཱ་ནི་དེ་ནས་དགེ་འདུན་པ་མང་པོ་ཅིག་ང་ར་རྗེ་འདྲེ་ཆོས་ཀྱི་གོ་སྐབས་རག་སོང། རྣམ་པ་ཚོ་ཚང་མ་ལོ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། དེ་ནས་ང་རང་གི་མི་མ་ཧ་གོ་ས་ཨཱ་ནི་དེ་ཚོ་མཉམ་པོ་འདུག་བྱས་ནས་ཁོ་ཕི་ཏུང་ནས་སྐད་ཆ་འདུག་བཤད་དུས་ཙམ་པ་ལ་ཁོ་རྣམ་པ་གྱི་སེམས་ལ།

ཨ་ནི་དེ་སྙམ་དུ་ད་ལྟ་བུད་མེད་ཡོད་སྐྱོགས་རིས་སུ་གྱུར་པ་ཚང་མ་ལོག་ལ། གར་ལ་བ་རེད། བོད་ཀྱི་འཐབ་རྩོད་ལ་དཀའ་ལས་རྒྱབ་མཁན་ཚང་མ་ལོག་ལ། ངོ་ནས་ཁོ་རང་ཏན་ཏན་ཁོ་རང་མགོ་ནས་བརྗེད་པའི་གི་སོན་མ་རྣམས་བཏབ་ཀྱི་ཡོད་ཤེས་ཡོད་ར། ཨ་ནི་ཐུག་མ་ཐུག་གཉིས་ཀྱི་ཉེས་རྒྱན་དང་མི་རྒྱ་མང་པོ་བྱས་ཡོད་རེད། ཁ་ཤས་ཕི་གེ་བིར་ཞི་ཅག་ལ་ཡོད་ཀྱི་ཡོད་ཀྱི་ལ་དུས་ཚོད་སྐོམ་དྲགས་ནས་ཨ་ནི་ཐུག་ཐུབ་མ་སོང།

བོད་པ་ནང་རྒྱུད་ལ་དཀྲུགས་ཤིང་རྒྱག་གི་འདི་ཚོའི་བྱས་ཉེས་ཨ་ནི་བོད་རིགས་སྤུན་ཟླ་ནང་ལོགས་ནས་བདེན་པ་ལ་ཐག་གཅོད་བྱས་ཉེས་ཀྱི་བོད་རིགས་སྤུན་ཟླ་ལ་ཨ་ནི་དཀའ་ཉེས་ཁ་ལོ་རེ་རྙོག་དྲ་རྙོག་དྲ་བཟོས་ཉེས་བོད་ཀྱི་འཐབ་རྩོད་ལ་གནོད་པ་སྐྱེལ་ཉེས་ར་བོད་མི་རིགས་ལ་མཐོང་ཆུང་བཏགས་ཉེས་རྒྱ་མི་གུང་བྲན་གྱི་ཧ་མགོ་ལ་ལྕེ་ལེ་བཏགས་ཉེས། ར་སྐྱ་གུང་བྲན་ལ་དགའ་བོ་བྱེད་ཉེ། ཨ་ནི་ཁ་སྡུག་ཅག་བཤད་ཉེ། དེ་འདྲའི་དུ་བ། ངེད་ཅག་གཉེན་སྡུག་འཇིགས་སྐྲོག་དེ་ཤག་བོད་མི་རྣམ་པ་ནས། བདེན་པ་སྐྱ་ལུང་གི་མི་ཁ་ཤས་ཅིག་འདུག་ཕྱི་ནི་མ་མེད་པ་བཟོས་ན། གཅིག་གཉིས་ཅིག་ཅིག་མེད་པ་བཟོས་ན། ར་མེད་པ་བཟོས་ལས་དེ་སྡིག་ཅག་འདྲ་བོ་ཅིག་རྒྱུད་ནི་ད་སད་ཤག་ན་ལག་གི་དུ་བ། ཨ་ནི་གཞན་པ་དེ་ཚོ་ཞེ་སྣང་སྐྱེས་ནི་ཨ་ནི

དེ་ཙམ་མ་ཡིན་པར་ད་ལྟ་སོ་སོའི་གི་དམིགས་མདུན་ལ་སོ་སོའི་གི་གུས་ཞབས་བྱེད་ས་དང་སོ་སོའི་གི་ཨ་ནེ་ཡི་ཡིད་ཆེས་བྱེད་ས་མི་དེ་ཚོ་ལ་ཁ་ཆག་ན་རེ་ཀྱང་ཀྱང་བྱུང་གི་རེད་ཤོད་དེར་ཨ་ནེ་ལིང་ལིང་མ་ཟ་འགྲོ་བའི་ཞི་དུ་ཨ་ཤི་འགྲོ་ཡ་ཅིག་དུ་ཨ་སོ་སོའི་གི་ཁ་སྡུག་ཅག་མང་པོ་བྱས་པ་ཡིན་ན་སྐུལ་སློང་སྡུག་ཅག་མང་པོ་བྱས་པ་ཡིན་ན་ཨ་ནི་སོ་སོའི་གི་མི་རྒྱབ་སྐྱོར་བྱེད་ས་དེ་སྡུག་ཅག་ཡིན་ནི་རེད་ཡག་པོ་ཡིན་ནི་རེད་མཁས་བ་ཟིན་དོ་ར་ནི་སོ་སོའི་མི་ལ་མང་པོ་སྡུག་ཅག་བྱུང་གི་རེད་ཤོད་ཡིན་ཨ་ནི་ཅིག་ལིང་གླིང་ལ་སྤྲོ་བཞག་ཞི་དོ་ད་དེ་སྙེ་མ་ལོ་ཡི་བྱུང་ཡོད་རེད་དུས་ཚོད་ཐུང་ཐུང་ཅིག་རིང་ང་ལ་ཐ་ན་ཁོང་རེ་ཞར་མི་མང་གི་ངོ་རྒོལ་བྱེད་དུས་ཙམ་པ་ལ་ཨ་ནི་དེ་དུས་ཐ་ན་གི་མི་ཁ་ཡོད་ལ་ཡོད་གི་སོ་སོའི་གི། ཉི་མ་ཁ་ཤས་ཀྱི་རང་ལོ་ལ་མི་དྲུག་བདུན་གྱི་ལིང་ལིང་ལ་སྤྲོ་རེས་ན་ཚ་མེད་པ་ཐོབ་ནས་ཐོབ་ཐོབ་ལ་སྤྲོ་རེས་དེ་ཡིས་སུ་སུའི་གི་བྱ་བ་ཉན་པ་སྐུ་ལུང་ཉན་པ་དང་རང་གི་ཐོག་ནས་རེས་གཞོན་པ་བྱས་ཙང་ད་འདོད་སུ་སུའི་གི་གུས་ཞབས་བྱེད་ས་སུ་སུའི་གི་ཡིད་ཆེས་བྱེད་ས་ལ་བོར་ད་སུ་སུའི་གི།

ཡིན་པ་ཡིན་ན་ཡང། ནང་པའི་ཆོས་ཀྱི་ལྟ་གྲུབ་དེ་ཀྱི Basis ཇི་ཡོད་ར Foundation རྨང་གཞི་དེ་ག་འདྲས་སུ་དཀྲུག་འོ་རེད་ལས་རྒྱུ་འབྲས་ཐོག་ནས་དཀྲུག་འོ་རེད་བྱས་ཙང་སྙིང་རྗེ་གར་ནོར་ག་རེ་བྱས་བས་ཡིན་ནས་ཁྱེད་རང་ཚོ་ལས་ཀྱི་རྩ་བ་ཉིད་ནས་ལྷོད་བཏང་མ་རེད་གཞོན་པ་བྱས་ཙང་གཟབ་གཟབ་གནང་རོགས་གནང་གཞོན་དེ་ཞུས་དགོས་ས་དེ་ད་ར་གོང་གི་ཤ་ར་མི་མང་ད་ནི་བོད་མི་ནང་རྒྱུད་ལ་དཀྲུག་ཤིང་རྒྱབ་ཉེ་ཆོལ་ཁ་ནང་རྒྱུད་ལ་དཀྲུག་ཤིང་རྒྱ་ཉེ་ད་ནི་བོད་ཀྱི་འཐབ་རྩོད་ལ་རྒྱ་ཁ་མང་པོ་བྱེད་ངེས་དེ་ཚོ་ལ་ཅིག་མཐོང་ཆུང་བཏང་ངེས་རེད་བ། ད་ནི་དེ་ནས་བོད་མི་མང་གི་གུས་ཞབས་བྱེད་དགོས་ས་གི་ད་ནི་ཆུ་བཞི་གང་དྲུག་རེད་བ། གོང་ས་མཆོག་གི་སྐུ་ལ་སྐྱོན་བཅས་བྱུང་མ་བཅུ་ནི་རྒྱ་གར་ལ་ཕེབས་བསུ་ཞུས་ནས་ཆུ་བཞི་གང་དྲུག་དེ་ཚོ་ལ། གཅིག། སྡུག་ཅག་ལམ་ཉེས་དེ་འདྲའི་དུ་བ། ཚོགས་མ་ཟ་ཉེས། ཤ་རིགས་དེ་བོད་པ་ཡིན་པའི་སྐད་ཆ། ཁ་ཤས་ནི་ཤ་རིགས་བོད་པ་ཆ་རྒྱལ་ཆ་ག་ཡིན་པའི་སྐད་ཆ། ཡིན་ནས་ལྟ་བ་དེ་གུང་བྲན་ཏང་གི་ལྟ་བ། རང་ཉུད་ལ་དགའ་དེ་ཉེས། ང་དེ་ཚོ་རང་ལ་ཞུ་ཡོད་ད། རང། སྤྱི་ཚོགས་བཀྲུ་བའི་གི་ཐབས་ཤེས་མ་བཏང། ཉིས་སྟོང་ཉི་ཤུ་རྩ་ལྔ་ལ་ཁྱེད་རང་ཚོ་མ་ཤི་ནས་ཟ་ཡ་རེད། ཉིས་སྟོང་ཉི་ཤུ་རྩ་ལྔ་གི་སྤྱི་ཟླ། དང་པོའི་ཚེས་གཅིག་ཁོ་ར་ལ་བཞུགས་ཡོད། ད་ལོ་དེ་དམིགས་བསལ་གྱི་ལོ་ཙཱ་ཆེན་པོ་ཅིག་རེད། ད་ལག་མ་ཟ་ཡས་ཀྱི་དུས་ཚོད་ཅིག་རེད་ལ་ནི་ལུང་བསྟན་བྱས་ཡོད་ལ། དེ་ཡི་མི་མང་པོས་ཅིག་གིས་ལུང་བསྟན་བྱས་ཡོད་རེད། སྒྲུབ་ཡོང་གོ་ཏོ་ཨ། ད་ལག་ཁྱེད་རང་ཚོ་ནང་རྒྱུད་ལ་ནང་དུ་ཞུ་བ་ཞིག་ཏོ་ཨ། འདི་དཀའ་རྙེད་འདི་ག་རེ་བྱེད་ནི་རེད། སྐྱག་རྫུན་མང་པོ་འུར་བྱེད་སྙམ་དུ་དེད་དེ་དུས། ཨ་ནི། དམངས་གཞས་འདི་ཁོ་ར། རྫུན་མ། ཕྲ་མ། ང་རྒྱལ། གནག་སེམས། གནོད་སེམས་འདི་ཡིན་དུས། ནང་རྒྱུད་ལ། ཁྱུགས་རེ་ང་ལ་གནས་སྐབས་རེ་ང་ལ་ཕ་ཚུ་ཧ་ཧུ་བྱེད་ནི་བྱ་ཅིག་བཏུང་བ་ཡིན་ན་ཡང། རྒྱུ་རིང་པོ་མཉམ་དུ་དེ་མཐུ་ཡས་གོ་རེ་ཡོད་མ་རེད། Negative དང Negative དེ་མཉམ་དུ་སྦྱར་མཐུ་ཡས་གོ་རེ་ཡོད་མ་རེད། ར། འོན་ཏེ་ཡིན་དུས་ཙམ་པ་ལ་ཁྱེད་རང་ཚོ་ནང་ལོགས་ལ་ད་ས་གནས་མ་འདྲ་མ་ལ་རང་ནང་འགྲོ་ཤོག་ནས་ཕ་ཚོ་སྐྱག་རྫུན་བོ་ལུས་བཅུག་ར། ད་ཚོང་གི་དོན་མི་འདུག་ཨ། ད་དེ་ལ་འདོད་པ་མ་ཁང་ནི་ཨཱ་ནི་དེ་ནས་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་ད་ལྟ་ཨ་ད་རིང་གིས་འདི་སྙམ་དུ་ཅིག་ཞུས་བྱ་འདོད་བྱུང་སོ་ཅི་ད་ནས་ད་ལྟ་བ་མོ་དེ་གི་སྐད་ཆ་དེ་བཤད་འདོད་ཁོ་རང་མི་འདུག་ངེད་ཀྱི་བ་མོ་ལ་དུས་ཙམ་པ་ལ་སེམས་པ་གནག་གནག་བྱེད་ནས་ཞུས་གི་མེད་ས་ནས་རྩ་ཆེན་པོ་དེ་འདྲའི་སླེར་ང་སེམས་པ་གནག་པོ་བྱེད་ན་ང་རང་སྡིག་པ་བྱ་གོ་ངའི་བ་མོ་ལའི་དེ་ཐ་སྙད་ཅིག་བེད་སྤྱོད་བཏང་ནས་ཞུས་གི་ཡོད་གལ་ཆེན་སེམས་པའི་ན་ནང་པའི་ཆོས་ཐོག་ནས་བྱས་པ་ཡིན་ནས་རེད་བ་མོ་ལའི་དེ་ཡོད་ཐག་བཅད་ཡོད་ར། མང་པོ་ཅིག་གིས་ཁེ་འགོག་རམ་དམ་ལ་བཏགས་རྒྱུ་གི་བ་མོ་ཡོད། བ་མོ་ཁ་ཤས་དམ་ལ་བཏགས་ནས་བེད་སྤྱོད་མི་རྒྱུ་དེ་འདྲས་ཡོད། ཀ་ཤས་དམ་ལ་བཏགས་རྒྱུ་རེད་དམ་ལ་བཏགས་འགྲོ་གི་རེད་དེ་མལ་ས་ཅིག་ལ་སྐྱེལ་དགོས་ཀྱི་དུས་ཚོད་ཅིག་ཤར་གི་རེད་བ། བྱས་ཙང་ངེད་ཀྱིས་ད་ལྟ་བ་མོ་ནང་ལོགས་ནས་ད་ལྟའི་གི་ཆ་ལ་སྐད་ཆ་བཤད་དགོས་ཡས་དེ་ད་ལྟའང།

བ། ཨ་ནི་དེ་ནས་ང་རང་ཚོས་ཀྱི་ཆོས་བརྒྱུད་སྤྱི་འཐུས་རྣམ་པ་ཚང་མ་ལ་སྡུག་ཅག་བཤད་དེ་ཉལ་བ། ཨ་ནི་དེ་ནས་དགེ་འདུན་པ་རིགས་སུ་གྱུར་བ་ལ་མཐོང་ཆུང་བཏང་ཉལ་བ། ཨ་ནི་སོ་སོའི་ཀྱི་མི་ཚེ་ནང་ལོགས་ལ་འཇོན་ཐང་སྤུ་ཙམ་བསྟོད་ཡ་མི་ཉལ་བ། འཇོན་ཐང་རྐང་གཅིག་རང་བྱོན་རེད་ང་ག་རེ་ཆོ་ག་རེད་ལ་ནི་ཞེས་མཁྱེན་གསལ་བོ་ཅིག་བཏང་ནས་ད་འདི་གི་མོ་ར་མོ་ར་ཞེའུ་ཅིག་ཡིན་འདྲ་བོ་ཅིག་བསམ་དགོས་རེད་ད་འཇོན་ཐང་ཡོད་མ་རེད།

གྲིབ་ལ་ཡི་གེ་ཡོད་ཐག་ཆོད་ཡོད་རེད་ད། དཀོན་མཆོག་ལ་ཡི། ངེས་ཅན་གཅིག་ང་ལ་མ་ཉེ་བ་ཡིན་ནས་ཅིག་གྲིབ་ལ་ཡི་ཅིག་ཕོ་ཡ་ཅིག་ཡོད་རེད་ལ། ད་དེ་ཁྲིད་འདྲི་བ་ལ་དྲེ་ཁ་དྲེ་ལག་པ་ཆག་འཇིག་ད་ཁྱེད་རང་ས་སྐྱ་གྲ་ལོག་ཁྱེད་རང་གྲིབ་ཁོ་ཐག་ཆོད་ཕུག་རེད། སྙེ་མ་ས་སྐྱ་དགོན་པ་ལ་ལོ་མང་པོ་སྦྱང་བའི་གིས་ཨ་ནི་ནང་པའི་ཆོས་ཀྱི་བྱིན་རླབས་ལ་རྒྱུག་འདི་ཚོ་ཚང་མ་ལོ་བ་མོ་ཆུ་སྐྱེས་ཁྱི་སྙོམས་སྟེགས་ཀྱི་ཁྲི་ལ་སླེབས་ན་བལྟ། ཚང་མ་ཡས་ཚ་བོ་ལྟ་ཁྱེད་རང། འདི་ཁྱེད་རང་གི་ཚེ་སྙེ་མ་གི་ལས་རེད། ཨ་ནི་སྐད་ཅིག་གི་ལས་འདི་ནི་ད་ལྟ་མཐོང་དང་མཐོང་བཞིན་པ་རེད་ཤག་ར། གས་ཤུལ་གོ་ཨེས་ནི་མི་འདུག་ར། འོ་འདི་གི་ད་ལྟ་ཁྱི་སྙོམས་ཆུ་སྐྱེས་སྟེང་གི་ང་རང་ཚོས་གི་བིར་ལ་ཞུ་ཉེས་གི་བོད་རི་སྤུན་ཟླ། དངོས་གནས་སེམས་ཤུགས་ཚ་བོ་འདི་ཚོ་ལ་མ་དགའ་ཡས་དང་ཅིག

གྲོགས་པོ་འདྲ་བ་ཅིག་རྒྱག་ནས་འདུག་ཅེས་ནི་བལྟས་དགོས་རེད་བལྟས་ནི་བལྟས་རེད་དེ་ལ་བསམ་བློ་བཏང་དུས་མོ་ལ་སྙིང་རྗེ་བཏང་དགོས་ཡ་ཇི་ལྟར་རེད་བཞག་མོ་ཟ་ཡ་བཏུང་ཡས་ཀྱི་ཆེད་དུ་རང basic need ད་འདི་གི་ཆེད་དུ་ནི་ཁ་སྡུག་ཅག་བཤད་འདི་པོ་རང་ཡིན་ན་ཡང་ང་ཚོ་ཡང་བོད་མི་གཅིག་པ་ཅིག་ཡིན་དུས་བརྩམས་པ་ལ་ཕར་ཚུར་ཅིག་སློབ་སྦྱོང་འདྲ་བོ་ཅིག་བཤད་ཡོད་ར་བྱེད་ཙང་ཡིག་གི་སློབ་གསོ་འདྲ་བོ་ཅིག་རྒྱབ་པ་ཡིན་ན་ཁྱེད་རང་ལ་སློབ་གསོ་ཕོག་གི་ཡོད་ན་ར་ད།

དེ་ལ་གཟི་ཉལ་ཡོད་ནས་རེས་མེད་ནས་རེས་གཡུལ་འཁྲུག་ནང་ལོགས་ལ་ཨབ་ལོ་བྱས་ནས་བཞག་ཡོད། དུས་ཚོད་གཅིག་ལ་སླེ་དུས་ཙམ་པ་ལ་ངེད་ཀྱི་ཆ་ནང་དེ། སྟག་གོ་ཨེ་གི་དུས་ཚོད་ཅིག་མགྱོགས་པོ་ཅིག་ཤར་གྱི་རེད་རེད་བ། དེ་དུས་ཡག་པོ་བྱས་ནས་བཟི་གི་རེད་རེད་བ། དེའི་བར་དུ་ངེད་ཀྱི། ད་ལྟ་ཨ Cloud ནང་ལོགས་ལ Save བྱས་ནས་བཞག་གོ། རེད་བ། ཡིན་གཅིག་མིན་གཅིག་ད་ལྟ་གོ་ཨེ་དེ་འདྲས་མ་རེད། སྐད་ཆ་ཁ་ཤས་ངེད་ཀྱི་ངོ་དེབ་ལ་ངོ་དེབ་ཡིན་ཡང་ཡོད་པས་ད་ནི YouTube ནང་དོན་ཡིན་ནས་དེ་ལ་བབ་བབ་ཞུས། དོན་དག་བརྗོད། དོན་དག་ནི་རྣམ་པ་ཚོ་ཚང་མས་ཀྱིས་མཁྱེན་གྱི་རེད། བོད་རྒྱ་ལོ། བོད་རང་བཙན་རྒྱ་ལོ་རེད། ད་ནི་བོད་ཀྱི་བསྟན་པ་སྲུང་སྐྱོབ་བྱས་ཏེ་བོད་མི་རེ་རེ་ལ་འགན་ཆེན་པོ་ཅིག་འཁྱེར་བདེ་དགོས་རེད་ག་རེ་བྱེད་ན་བོད་ཀྱི་བསྟན་པ་དང་ཆབ་སྲིད་གཉིས་དེ་འབྲེལ་བ་ཆེན་པོ་ཆགས་དགོས་ར་དེ་གཉིས། ཁ་བྲལ་བཏང་མ་ཐོས་ཡ་ཅི་ཆགས་སྒོ་ར། བྱས་ཙང་བོད་ཀྱི་ང་ཚོ་བོད་རྒྱལ་ཁབ་ཆེན་པོའི་གི་རྒྱལ་ལོ་དེ་ནང་ལོ་ལས་དུ་བ། བོད་ཀྱི་བསྟན་པ་ཆགས་སྲིད་དེ་ཉམས་དོ། ཉམས་དོ་ཉམས་དོ་བྱེད་མི་འགྲོ་ཡ་ལ་དེ། ད་དེ་ལ་ཡང་བོད་ཆས་ལོག་པ་བཏང་ཡ་དེ་འདྲས་ཡོད་རེད་དེ། ལོག་པ་བཏང་རྒྱུ་དེ་གི་ད་ལྟ་ཆབ་སྲིད་ཀྱི་སྐྱོན་ཆགས་སྒོ་མ་རེད་མི་གི་སྐྱོན་ཆགས་སྒོ་རེད་བོད་ཆས་ལོག་པ་བཏང་ཉེན་ཆེ་དུ་བ། ད་ལྟ་ཁ་རྡུང་བཏང་ཉེན་དེ་འདྲས་གྲམ་མ་འདྲ་དུ་བ་ཕན་ཚུན་གི་ནོར་འཁྲུལ་ཆགས་སྒོ་རེད་ཤེས་པ། ཨ་ནི་ཡིན། ད་ལྟ། བི་རི་ཤི་ཅཱ་ལ་ད་ལྟ་ཏཱའི་སི་ཏི་རིན་པོ་ཆེ་གི་དགོན་པ་ལ་བཅའ་སྡོད་བརྩམས་པ་ལ་དངོས་གནས་ཁོ་ལ་སེམས་པ་ཧེ་ཧྲིག་ཆེ། ད་ངེད་ལོག་གི་ད་ལྟའི་དུས་ཚོད་ཡིན་ན་ད་ད་ད་ཅིག་ད་ངེད་ལོག་ལ་ང་ཏཱའི་སི་ཏི་རིན་པོ་ཆེ་ཨ་ནི་བི་རི་རྡོ་རྗེ་གདན་ལ་ཨ་ནི་མཇལ་ཁ་རག་སོང། ཨ་ནི་ཞེས་རེས་མཇལ་ཁ་རག་བ་དང་དངོས་གནས་ཁོ་རང་སེམས་ལ་བདེ་བ་འདྲ་བོ་ཅིག་སྐྱེ་གི་འདུག་དངོས་གནས་ཁོ་རང་བླ་མ་མང་པོ་ནང་ལོགས་ནས་དངོས་གནས་སྤུས་དག་པ་ཅིག་ཆགས་བསྡད་སྐོར་རེད་ད་བླ་མ་སྤྱི་བཏང་ནས་ད་བོད་པའི་ནང་པའི་བླ་མ་རྣམ་པ་ཚང་མ་ནོར་ལ་གུས་ཞབས་ཡོད་རེད་བ་ཡིན་ནས་ཅིག། ལས་ཀྱི་ཐོག་ནས་ཡིན་ན་ག་རེའི་ཐོག་ནས་ཡིན་ན་བྱས་འབྲས་བྱུང་དང་མ་བྱུང་གི་ཐོག་ནས་ཡིན་ན་ཨ་ནི་ཕྱག་ལས་ཀྱི་ཐོག་ནས་ཡིན་ན་གང་དག་མ་དག་ཏཱའི་སི་ཏུ་རུ་བྱས་བྱས་ནི་ང

བླ་མ་བླ་ཆེན་རྣམ་པ་གྱི་བྱམས་དང་སྙིང་རྗེ་གསུང་གིས་ཡོད་ཙང་ཁྱེད་རང་བློས་བཏང་རྒྱུ་རེད་ཤག་གཞོན་པ། ང་སྡུག་ཆེ་ནི་ཧ་གོ་གི་འདུག་བ་བོད་མི་མང་པོ་གྱི་གསུང་གི་འདུག་བ། དགྲ་བོ། རྒྱ་དམར་གྱི། རྒྱུག་ཁྱི། བཙན་བྱོལ་བོད་གཞུང་གི་མདུན་ལ་སླེབས་བ། གཙུག་ལག་ཁང་གི་མདུན་ལ་སླེབས་བ་དེ་ལ། ཉེས་བཏང་མ་བཏང་ཡ་བཏང། ལྕེ་ལེ་དེ་མ་ཕ་ཡ་གི་རྒྱུ་མཚན་འདི།

ད་ད་འདོད་ཅིག་བཤེས་གཉེན་དྲུག་ལྟོ་ན་བཤད་པོ་བྱེད། བརྩེ་ལྡན་ཆོས་སྒྲོན་ལ་དུས་ཚོད་མེད་ད་གཞོན་ཡིན་ཀུན་འབྱོར་ལ་ཡིན། ང་ད་ལྟ་རྒྱ་གར་ལ་ཡོང་ནས་གོང་གསལ་ཡོད་རེད་དུས་ཚོད་ཡོད་རེད་མ་བརྟག་ང་རང་གིས་དུས་ཚོད་འདི་བེད་སྤྱོད་བཏང་ས་མ་ནོར་བ་བྱེད་དགོས་རེད། བེད་སྤྱོད་བཏང་ས་འདི་དགོན་སྡེ་ཁག་བྱེད་ཁ་འགྲོ་ཡག་མིན་ན་གྲ་རེ་གྲ་ཚེ་རྒྱལ་གྱིས། གོ་སྐབས་རག་ཡ། ཁ་བཏགས་འཕེན་ཡོད་ཀྱི་གོ་སྐབས་རག་ཡ། དཔེར་ན་ཆ་ཤས་ན་ཆོས་བརྒྱུད་སྤྱི་འཐུས་རྣམ་པ་དང་བདེན་པ་རྒྱ་ནག་སྤྱི་འཐུས་རྣམ་པ། ཁ་ཤས་ཅིག་ལྕེ་མཐོང་མ་སོང། ས་ཆ་གཅིག་ལ་སླེབས་དུས་ཕ་ཆོས་ལ། ཅིག་ཕར་ཚུར་མེད་བ་ག་དུས་རྒྱགས་ཟེར་བ། དམིགས་བསལ་གྱི་ཁ་བཏགས་འཁེན་འགྲོ་བ་ཡིན་ནའི། མེད་བ་ག་དུས་རྒྱགས་ཟེར་བ། བྱས་ཙང་འདི་གལ་ཆེ་མི་འདུག། ཡིན་ན་ཡང་ང་ལ་དུས་ཚོད་ཡོད་མར་ད་གཞོན་པ། བྱས་ཙང། ཁ་བརྡས་ཁྱེད་རང་གིས་མང་པོ་བཤད་དེ་ནས་ཨ་ནི་ཚེ་བརྟན་ཆོས་སྒྲོན་གྱིས་ཚིག་གཅིག་གཉིས་ལབ་སྐྱོ་དེ་ལ་ཨ་ནི་ཁྱེད་རང་ལ Topic དྲོ་རྗེས་རང་ནས་འདི་སྐོར་ལ་ཨ YouTube ནང་ལ་དྲོ་བོ་རྒྱག་ཡིན་གྱི Video གཞན་པ་ཅིག་བཟོས་དགོས་བསམ་གྱི་འདུག་ན་ཨ་འདི་ཡོང་གི་མ་རེད་ཁྱེད་རང་གལ་སྲིད་ང་ལ་ཅིག་དྲོ་བོ་རྒྱག་ཡའི་ཆེད་དུ་གཏོང་མེད་ཁང་ལ་དོན་གྱི་མི་འདུག་ལ་ནི Donation དགོས་ལ་ནི་གདོང་པ་སྟོན་ནས་དེ་འདྲའི་སྐད་ཆ་བཤད་པ་ཡིན་ན།

ཟླ་བ་སྒྲོལ་མ་རེད་ཟླ་བ་ལྷ་མོ་རེད་ཅིག་དེ་ལ་ཅིག་ཚེ་བརྟན་ཆོས་སྒྲོན་སྐོར་ལ་ཞུ་ཅིག་ཀར་ལ་ནི་དཀྲུགས་ཤིང་བརྒྱབ་ནས་མི་ཧ་མ་གོ་སྲིད་ཟེར་ལ་དེ་འདྲའི་སྐད་ཆ་འདྲ་བོ་འདྲ་བཤད་བྱེད་ནི་མོ་ངར་ནི་ང་ཕྱི་རྒྱལ་ལ་ཡོད་དུས་རེད་ཟླ་བ་ག་ཚོད་སྔ་ལ་ཞིག་སྔ་ཟླ་གཉིས་ཀྱི་སྐད་ཆ་ཡིན་ལ་ཧ་གོ་མ་སོང་ར་དེ་དུས་ང་ལ་མི་གྲོགས་ཅིག་བསླེས་སོང་ཟླ་བ་ལྷག་མར་གྲྭ་བ་གྲོ་མ་རེ་གཅིག་གིས་ཚེ་བརྟན་ཆོས་སྒྲོན་སུ་རེད་ལ་ནི་ཁ་གཏོང་མང་པོ་ཅིག་བཏང་གི་འདུག་ལ་ནི་ཨ་ནི་ང་ལ་ལན་ཅིག་བསླེས་སོ་དེ་དུས་ངེད་ཀྱིས་ཕ་ལན་དེ་འདྲ་བརྒྱབ་མེད། ལན་འགས་ཀྱིས་དོན་དག་ཆགས་མ་སོང། དོན་དག་མ་ཆགས་དེ་རྒྱུ་མཚན་ག་རེ་རེད། མི་གསོ་མ་གསོ་ཡི་ནི་རེད་ཚེ་བརྟན་ཆོས་སྒྲོན་མི་རྐང་གཅིག་ལ། ཆབ་སྲིད་དང་ཆོས་དེ་མཉམ་དུ་མ་འདྲེས་ནི་ང་མི་རྐང་གཅིག་ལ་ག་རེ་ལ་གནས་འདི་སྐོར་དང། དེ་ཡིས་ཁྱེད་རང་ཚོ་ལ་ངས་ཆོག་མཆན་འདི་བཀྲིས་ཡོད། ཁ་རི་ཁ་ཐོ་ཤོད་དང་ད་རི་སྡུག་ཅག་ལབ་ཉེས་ཚོད་ནས་འདྲི་དགོས། ཁྱེད་ཚོ་ལབ་ཆོག་སྐོར་ལྟ། ཡིན་ན་ཡང། ར། ཚེ་བརྟན་ཆོས་སྒྲོན་གྱི་མི་མཉམ་རྡོ་ཁེ་བེད་སྤྱོད་ལོག་པར་བཏང་ནི་ཨ་ནི་ང་ཚོས་ཀྱི། བོད་ཀྱི། རང་བཙན་འཐབ་རྩོད་པ་རྣམ་པ། བོད་ལ་སེམས་ཤུགས་ཡོད་ངེས་ཀྱི། ཆུ་བཞི་ཁང་དྲུག་གི་རྒྱུན་ལས་རྣམ་པ། ར། ཨ་ནི་དེ་ནས་བོད་ཀྱི་འཐབ་རྩོད་ཀྱི་ཨ་ནི་ངོ་བོ་གཙོ་བོ། བསྟན་པ་རྒྱ་ལུགས་ཀྱི་སྤྱི་འཐུས་རྣམ་པ། ར། ཨ་ནི་ཆོས་བརྒྱུད་སྤྱི་འཐུས་རྣམ་པ། ཨ་ནི་དེ་ནས་རང་བཙན་འཐབ་རྩོད་པ་ཡོངས་སུ་གྱུར་པ། དེ་ཚོ་ཚང་མ་ལ་ཨ་ནི་སྐད་ཆ་བཤད་ནས་བརྙན་མིང་དེ་ཐུགས་སྙམ་དུ་བྲིས་ན་ཨ་ནི་ང་ཁ་བཙུམ་གི་མེད་བཞིན་དེ་ཁ་ཆེ་ལ་ནི་དེ་ང་རང་སྒེར་གྱི་སྐད་ཆ་ཆགས་ཁོག་མ་རེད་དེ་ཐ་ན་བོད་མི་རིགས་དང་རྒྱལ་ཁབ་ཀྱི་སྐད་ཆ་ཆགས་དུས་དེ་ལ་ང་ང་ཐོས་རང་ཐོས་རེད་བཞིན་ར་ལྟ་ད་ནི་སྐད་ཆ་དེ་བྱེད་མ་ཐུབ་གོ་ནས་ད་ལྟ་ཟླ་བ་ལྷ་མོ་སྐོར་ལ་དཀྲུག་ཤིང་བརྒྱབ་ནས་སྐད་ཆ་མང་པོ་གྲོགས་ཅིག་བཤད་བསྡད་ཡོད་རེད་དེ་དུས་ངེད་ཀྱིས་ཚིག་བཅད་བཤད་མེད་བཞིན་པ་ང་ཕྱི་རྒྱལ་གྲོགས་ཅིག་འབའ་ཡིན་ན་ང་བདུན་ཕྲག་གཅིག་ལ་ཆུ་ཚོད་བཞི་བཅུ་ལས་ཀ་བྱེད་དགོས་རེད། ཆུ་ཚོད་བཞི་བཅུ་ལ་དེ་འུ་ཕུལ་ཐཱིམ་བྱ་དགོས་རེད། ཨ་འདི་ག་ལ་ངེད་ཀྱི་དུས་ཚོད་དེ་ཆུ་ཚོད་དགུ་བ་ནས་ལྔ་བ་ལ་ནས་འདུག་ཅེས་ནས་དུས་ཚོད་བསྐྱལ་ཡ་དེ་མ་རེད། ཐོག་ཆེན་པོ་སྐྱེས་ནས་ས་བོན་པ་ཉི་མ་ཨ་ནི་གོང་གསལ་ལ་འདི་མ་རེད་ངའི་ལས་ཀ་དུས་ཚོད་དེ་མ་འདྲ་མ་འདྲ་ཡོད་རེད། ཞུ་སྐད་ཀྱི་འདུས་འདྲིས་ཡོད་རེད་ཆེད་ལས་ཡོད་རེད། མཚམས་མཚམས་ས་སྤེན་པ་ཉི་མ་ལ་ལས་ཀ་ཁེལ་ན་ཆུ་ཚོད་བཅུ་བཅུ་གོ་ལ་འདུག་ས་ཁེལ་གྱི་རེད་མཚམས་མཚམས་ཆུ་ཚོད་བརྒྱད་ཀྱི་ལས་ཀ་ལ་ནི་དུས་ཚོད་དེ་ཡར་མར་དེ་འདྲས་ཡིན་དུས་ང་ཁྱི་མོ་རེ་རེ་ལ་ཁ་བཙལ་གྱི་དུས་ཚོད་མི་འདུག་གཞོན་པ་ཁྱི་ཚ་གཉིས་ཀྱིས་ད་ལྟ་ཁྱི་སྙོམས་ཆུ་སྐྱེས་དེ་ལས་ཕྱི་རྒྱལ་ལ་ཡོད་དུས་ངས་སྐད་ཆ་བཤད་མེད།

གུས་ཞབས་ཡོད། རང་བྱས་ཐབས་བྱས་པ་ཡོད་བྱད་ཚང་མ་ལ་གུས་ཞབས་ཡོད་ཞུས་ཡིན། ར། མི་སྒེར་ལ་ཚད་ལྡན་ཆོས་དོན་ངོ་ཤེས་ནས་རེད་མ་ཤེས་ནས་རེད་ང་མི་རྐང་གཅིག་ལ། བོད་ཀྱི་བསྟན་པ་ཆབ་སྲིད་མ་འཁྲུལ་ནས་སྐད་ཆ་བཤད་པ་ཡིན་ན་ཁྱེད་ཚོ་ལ་ཚད་ལྡན་ཆོས་དོན་ཐོག་ནས་ཆོག་ཆ་ཡོད་ལ་ཡིན། ཁྱེད་རང་ཚོ་སེམས་པ་སྐྱིད་བོ་འདུག་ན། བཤད་ཤོག། ར། ག་རེ་བཤད་ངེས་འཁྲུལ་ནས་ངས་ནང་མི་མ་འཁྲུལ་མ་གཏོགས་འགྲིག་མ་གཏགས་ནི་ནང་མི་གིས།

ངེད་ཀྱི་བླ་མ་རྣམ་པ་ལ་ལག་མ་ཆངས་ར། ངེད་ཀྱི་སྤྱི་འཐུས་རྣམ་པ་ལ་ལག་མ་ཆངས་བདེན་པ་གྱ་ལོ་གྱི་སྤྱི་འཐུས་ལ་ཡོད་ད། དེ་ཚོ་གི་བཀའ་མ་དང་ཆེ་མ་ཡོང་ཤེས་མ་ཡོང་ཨ་ཟེར་ར། ངེད་ཀྱི་འཐབ་རྩོད་པ་རྣམ་པ་ལ་བཀའ་མ་དང་ཆེ་མ་ཡོང་ཨ་ཟེར། ཆུ་བཞི་མཁའ་འགྲོ་གྱི་རྒྱུ་ལས་རྣམ་པ་ལ་ཁས་ཤེས་རྒྱུ་མ་ཤེས་མ་ཡོང་ཨ་ཟེར་ར། རང་བཙན་འཐབ་རྩོད་པ་གྱི་མི་རྣམ་པ་ལ་ཁས་ཤེས་མ་ཡོང་ཨ་ཟེར། བོད་ཀྱི་གཞོན་ནུ་ལྷན་ཚོགས་ནང་ལོགས་ལ། འཐབ་རྩོད་ལ་རྒྱ་ཆ་རྒྱ་ནས་རྒྱ། སྲོག་བློས་བཏང་ཉིད་ལ་ཉེས། བོད་ཀྱི་གཞོན་ནུ་ལྷན་ཚོགས་ནང་ལོགས་ལ་མང་པོ་ཡོད་རེད། ངས་ཧ་གོ་གི་ཡོད། འདི་ནང་ལོགས་ནས་རྐང་རེ་གཉིས་ཅན། གད་སྙིགས་འདྲ་བོ་ཡར་མར་རྒྱུགས་དེ་ངས་ཡོད་རེད། དེ་ཚོ་ཉུང་ཙག་རེད། ར། དེ་ནས་མི་ཁ་ཤས་ཅིག་གཞོན་ནུ་གྱི་ངོ་བོ་དེ་འགྱུར་བ་བཏང་ནས་དབུ་མ་ལ་ནས་རྒྱ་མི་རྒྱུགས་ཁྱི་འདྲ་བོ་བྱས་ནས་བསྡད་ངས་དེ་འདྲས་ཡོད་རེད་དེ་ཚོ་ཉུང་ཙག་རེད། གད་སྙིགས་དང་གཅིག་པར་ཁྱེད་གོ་ཆ་མ་རེ་ཡོད་ཤག་ཡ། དམངས་ཆེད་གཞོན་ནུ་ལྷན་ཚོགས་འདི་རང་བཙན་འཐབ་རྩོད་པར་གཏན་ལ་འཁེལ་ལ་མ་ཡོང་བ་ཟེར་བ། དེ་ནི་ང་ཚོ་བོད་མི་དམངས་ཀྱི་ཨ་ནི Students for Free Tibet ལ་གི་རུ་བ་ད་ལྟ་བོད་རང་བཙན་སློབ་ཕྲུག་ཚོགས་པ་ལ་འཁེལ་ལ་མ་ཡོང་བ་ཟེར་ལ་ཡིན། ཆོས་གཞི་ཁང་དྲུག་ལ་འཁེལ་ལ་མ་ཡོང་བ་ཟེར་ལ་ཡིན་པ། རང་བཙན་ཐག་གཅོད་པ་ལ་ཁས་ལེན་མ་ཡོང་ཨ། འགྲིག་གི་འདུག་སླ་ཡིན་པ། གཞན་པ། ཁྱེད་རང་ཚད་ལྡན་ཆོས་དད་མི་རྐང་གཅིག་ལ་གར་ལ་ནི་ལ་འགྲིག་གི་དང། ཆོས་དད་སྤྱི་དད་རྣམ་པར་ཁས་ལེན་མ་ཡོང་ཨ། ལྷ་རྒྱལ་རྣམ་རྒྱལ་གྲོགས་ལ་གཙུག་བཞག་ཤོག་ཨ་སླ་ཡིན་པ། ཨ་འདི་དེ་བཞིན་གྱི་ད་ལྟ་ཕུ་པ་རྒྱལ་གཏོར་ནི་ཡོད་རེད། རང་བཙན་ཐབས་གཅོད་པ། ད་ལྟ་སེར་དྲ་ཚུལ་ཁྲིམས་ཡོད་རེད། མདོ་སྟོད་ཀྱི་སྤྱི་འཐུས། དགུ་རྣམ་པ་གཙུག་བཞག་ཤོག་ཨ། དབུས་སྟོན་དབུ་དཀར་སངས་རྒྱས་ཁྱེད་རང་ཚོའི་ག་རེ་བྱེད་ནས་འདི་ངེད་ཀྱི་བྱེད་ཐོབ་མ་རེད། ར། དུར་ཁྲོད་ཀྱི་སྤྱི་བརྟོལ་དགུ་སྟེ་གཙོ་བོ་ཞག། ཆོས་རྒྱུད་སྤྱི་བརྟོལ་བཅུ་སྟེ་གཙོ་བོ་ཞག། དབུས་གཙང་གི་སྤྱི་བརྟོལ་གཅིག་ལྷག་གི་རྣམ་རྒྱལ་གྲགས་གཙོ་བོ་ཞག། ཡིན་ཚོལ་མཁན་མ་བླ་ན་མ་ཕྱི་དོ་མེད་ད། ཁྱི་སྙོམས་མཁན་ཚོ་གར་མོ་ག་རེ་བཤད་བ་ནི་ར། ད་ད་ལྟ་ཟླ་བ་ལྷ་མོ་སྐོར་ལ་བཤད་གོ་ར། ཟླ་བ་ལྷ་མོ་ཀྱིས་ཚེ་བརྟན་ཆོས་འབྱོན་སུ་རེད་ལ་ནི་མི་མང་པོའི་གཅིག་གིས་ང་ལ་ལན་སླེབས་ཀྱི་འདུག་མོ་ལ་འགྲེལ་བཤད་རྒྱབ་ཞག། ཨ་ནི་དེ་དུས། ད་ལྟ་སྐད་ཆ་འདི་ད་ལྟ་བཤད་ཀྱི་མེད་མོད་ཀྱི་ག་རེ་བཤད་པ་བྱེད་ཡོད་རེད་བ། ཨ་ནི་ཨ་ཚི་སྙིང་རྗེ་ཨ་བསམ་སོ། མོ། མོ་སེམས་པ་གཏིང་ནས་མོ་དངོས་གནས་བོད་ལ་དགེ་བཤེས་ཡོད་མེད་ཞིག་རེད་ཨ་བསམ་སོ་ར། བྱས་ཙང་དེ་དུས་མོས་ཀྱི་བཤད་ཞར་བས་ཀྱི་སྐད་ཆ་འདི་ངེད་ཀྱི། བཤད་ཀྱི་མེད་ཀྱི་དུས་ལ་བབ་ན་བཤད་ཀྱི་ད་ལྟ་བཤད་དགོས་མི་འདུག་ར་བ། ཡིན་ན་ཡང་ད་ལྟ་ངེད་ཀྱི་བཤད་ཡ་དེ་ག་རེ་ཡིན་ཟེར་ན་ང་ལྡི་ལི་ལ་ཚེས་གཅིག་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ནས་གླས་ནས་ཕྱིན་ནི་ལྷག་མ་གསུམ་ལྡི་ལི་ལ་གླས་པ་རེད། ཉི་མ་དང་པོ་གཉིས་པ་དེ་ལྡི་ལི་ལ་བསྡད་པ་རེད། ཉི་མ་གསུམ་པ་དེ་ལྡི་ལི་ལ་བསྡད་པ་རེད། དེའི་རྗེས་ལ་མར་སྐོར་བསྐྱོད་བྱས་ནས་ལྷོ་ཕྱོགས་ལ་འགྲོ་ནས་ལྡི་ལི་ལ་ཡར་སྐོར་ནས་ཕྱིན་གླས་པ་རེད་ལྡི་ལི་ལ་བསྡད་རེད་དེ་ནས་མར་ཆུ་ཚོད་ལ་ཡར་འགྲོ་མ་ནས་འཁྱམས་རེད། དེ་ནས་ད་ལྟ་དྷ་རམ་ས་ལ་དང་བིར་དྷི་བ་ལ་སྐོར་ར་བརྒྱབ་ནས་མར

དག་ལྷ་མོ་གི་གེའི་སྐུ་གཅིག་གསུང་སྙན་མི་འདུག་འུ་ཆེ་ཚང། ཆོས་རྒྱལ་སྙོ་མ་ཁྱེད་རང་གི་དཀྲུགས་ཤིང་རྒྱ་ཡིག་གི་འབེ་རྫུན་འདྲ་བོ་ཅིག་བྱེད་པ་ཡིན་ནས། ཟླ་བ་ལྷ་མོ་གིས་ང་ལ་གེའི་སྐུ་གཅིག་ལབ་གི་མི་འདུག་མིག་མདུན་ལ་ཡོད་ནའི་གེའི་སྐུ་ཞིག་ལབ་མི་འདུག་ལྷའི་ཆེ་ཚང་ཁྱེད་རང་གིས་དཀའ་ལས་བརྒྱབ་ནས་སྡིག་པ་བསགས་རྒྱུ་དེ་ལ་ཁྱེད་རང་བེད་མེད་ཆགས་སོང། མདོ་སྐྱོང་ལས་ཞོལ་ཡིན་པ། དཀྲུགས་ཤིང་རྒྱབ་ཐུབ་མི་འདུག་ཞོལ་ཡིན་པ། དེའི་སྒང་ལ། ཐང་མ་གཅིག། ཟླ་བ་ལྷ་མོ་གིས་ང་ཡོང་བ་མཐོང་དུས་ག་རེ་ལབ་སོང་ཟེར་ན། ཚེ་རིང། བོད་རྒྱ་ལོ་ལབ་སོང་སླད། དེ་གི་རྒྱལ་ཁ་ཐོབ་བཞག་བསྟན་པ་རྒྱ་ལོར་རྒྱལ་ཁ་ཐོབ་བཞག་ཁྱེད་རང་ཆོས་མཁས་སྙོམས་ཆོས་སྐྱིད་ཁྱེད་རང་ཤོར་ཚར་བཞག་སླད་ར་ཁྱེད་རང་ག་རེ་ཡིན་ནོ་ག་རེ་བཤད་བསྡད་པ་ཡིན་ནས་བསྟན་པ་རྒྱ་ལོ་བསྟན་པ་རྒྱ་ལོ་རང་ཅག་དེ་གི་རེད་འགྱུར་བ་བཏང་ཐུབ་མ་རེད་ཨ།

གོ་ནས་ཅིག་དྲུག་གིས་ཡ་ནི་མོ་རང་ལ་ང་ལ་ཚེ་རིང་ཆོས་སྒྲོན་ལ་སྐད་ཆ་སྡུག་ཅག་བཤད་དགོས་ཡ་ད་ཅིག་གསལ་བཤད་བྱེད་དགོས་ཡ་ག་རེ་ཡོད་ནས་ཚེ་རིང་ཆོས་སྒྲོན་ལ་བྱེད་རོགས་གྱིས་གཞོན་པ་ད་ལྟ་གོ་ནས་ཅིག་ཡོང་ཨེ་ར་ཐང་མ་གསུམ་ནང་ལོགས་ལ་ཁོ་རང་གིས་ཚིག་གཅིག་གསུང་ཨེ་ཡོད་མ་རེད་གསུང་ཡས་གཅིག་པོ་དེ་ག་རེ་རེད་ཚེ་རིང་བོད་རྒྱ་ལོ་གསུང་བ་རེད་གཞན་པ་ཁྱེད་གོ་ཅིག་གསུང་ཡས་མ་རེད་ད་ད་ལྟ་ང་གོ་ནས་ཅིག་བྲོས་ཡ་རེད་གལ་སྲིད་ཡ་གསུང་ཡས་དྲན་པ་བྱས་ཡོད་ན་ཆོས་ཀྱི་ཁྱི་སྙོམས་དེ་གིས་དཀྲུག་ཤིང་རྒྱག་རྒྱུ་དེ་གི་ཐོག་ནས་ང་ལ་ལ་ཡས་དྲན་པ་སྐྱེས་ཡོད་ན་གོ་སྐབས་གོ་ནས་ཅིག་ཡོད་རེད་ཞུ་ཡས་འབའ། ཁ་ཆེ་ང་རྒྱ་གར་ལ་དེ་གི་མེད་དུས་དམིགས་བསལ་གྱི་དེ་ལིར་དེ་གི་མེད་དུས་མི་མ་བརྟག་པ། དུན་ལ་དུན་ཐུག་ནས་སྐད་ཆ་བཤད་ཀྱི་གོ་སྐབས་དེ་དཔེ་དཀོན་པོ་འགྲོ་ཅིག་ཆ་གི་དོ། ང་ལྕོག་བཞིན་ན་ཚིག་སྣ་ཅིག་ལ་ཡས་མེད་དོ་ཞུ་ཡས་འབའ། བོད་སྐྱ་ལོ་བོད་རང་བཙན་སྐྱ་ལོ། དེ་སེམས་ལ་ཁྱི་ཉིད་ཀྱི་བོད་མི་སུ་ཡིན་ནས། ཆོས་ཀྱི་སྤྱི་འཐུས་རྣམས་པ་ལ་གུས་ཞབས་ཡོད་ཉེས་བོད་ཀྱི། ཆོས་ལ་གུས་ཞབས་ཡོད་ཉེས།

ཁྱེད་རང་དཀྲུགས་ཤིང་ག་ཚོད་མོ་ག་ཚོད་བརྒྱབ་ནས་ཤོར་ཚར་བ་རེད་ལབ་ཡིན་པ། བྱས་ཙང་ཁྱེད་རང་ཤོར་འདོད་མེད་པ་བྱས་ནས་འཐོམ་འདོད་འདྲ་བོ་ཅིག་འདུག་ན་ད་ཐེངས་ལ་ཁྱེད་རང་མགོ་ནས་དཀྲུགས་ཤིང་ཅིག་རྒྱག་འབད་བརྩོན་བྱེད་ཚེ་དེ་ཆོད་དོན་ཡོང་ཡ་རེད་ཤག་ད་འདི་ལབ་འདི་ལབ་ལབ་ནས་ཁྱེད་རང་ཅིག་ཐབས་ཤེས་ཅིག་བཏང་ད་དོན་དག་འགྲུབ་པོ་དེ་བས་ལྟ་ཡ་རེད་ད། ཨོ་ཁེ། ཨ་ནི་ཧོན་ད་ག་རང་ཡིན་ད་ལྟ་ང་རྒྱ་བ་སྐར་མ་པ་གི་སྐོམ་པ་ལ་མཇལ་ཁ་ཞུ་ག་འགྲོ་གི་ཡོད། ཨ་ནི་ད་རིང་ཞུས་པ་ཚང་མ་ལོ་སེམས་པ་གནག་པོའི་ཐོག་ནས་ཞུས་མེད་ར། ཨ་ཐ་ཉི་ཁ་ཤས་ཅིག་ཨ་ནི་གང་ལ་གང་འདོད་དེ་ལ་དེ་སྟོན་པ་ལ་ནི་མི་ལ་སུ་སུ་སུ་སུ་གོ་ཡ་གི་ཐ་ཉི་དེ་ཚོ་ཏག་ཏག་ཏག་ཏག་བེད་སྤྱོད་བཏང་ཡོད་ཨ་འདེགས་པ་ས་ཡོད་ན་འདེགས་པ་དེ་འདེགས་ཤག་བྱས་དེ་ང་རང་གི་ལས་འགན་རེད་ཨ་འདེགས་པ་ས་མེད་ན་ཨ་ནི་ཕ་ཆོག་དེ་ལ་ཅིག་ཕན་ཐོ་བའི་གི་རེ་བ་ཡོད་ཤོད་པ་ལ་སོ་ཨ་ནི་ང་དེ་ས་དེ་ད་ལྟ་བོད་ག་ཡ་གི་མ་ཧ་ཡ་ན། མ་ཧཱ་ཡ་ན་མགྲོན་ཁང་འདི་རེད་ཞུས་ཡོད་ལ། མགྲོན་ཁང་ད་ལྟ་བར་དུ་ཡག་པོ་འདུག་ང་རང་ལ་སྡོད་པ་ཁང་བཟུང་མགྲོན་ཁང་སྤུས་དག་འདུག་ད། ཆ་རྐྱེན་ཚང་མ་ཚང་ཤག་དང་པོ་གོ་ཟླ་ཏིས་ཅིག་ཡ་མ་མང་པོ་འགྲོ་དེར་དཀའ་ལས་ཁག་རང་ཏིས་ཅིག་ལེགས་བཞི་ནས་སྤྲེའུ་ཅིག་བཏགས་འོ་བསམ་སོང་ཡིན་ནའི་སྤྲེའུའི་སྐར་དེ་བཙོང་ཡིན་ས་རང་སྤྲེའུ་དེ་ཁྱོན་ནས་གྲུབ་མི་འདུག་དེ་ཏིས་ཅིག First time འགྲོ་བ་ཅིག་ཡིན་སྤྲེའུའི་སྐར་དེ་གྲུབ་མི་འདུག་ར་ཨ་ནི་ཅིག་རུ་ལེགས་ཆེ་བས་ནས་ཨ་ནི།

ཨ་ནི། སྤྱི་ལ་ཕན་ཡག་དང་སོ་སོའི་སྒེར་ལ་ཕན་དགོས་ཡག་གི། ཨ་ནི། བཀྲ་ཤིས་སྨོན་ལམ་ག་རེ་ཡོད་པ་ཡིན་ནའང་རྡོ་རྗེ་གདན་ལ་སྒྲུབ་པའི་གི་སྨོན་ལམ་འདི་ངེད་ཀྱིས་རྒྱབ་ཆོག་ཞུ་ཡ་ཡོད་ལ། ཨ་ནི། བོད་ཀྱི་བདེན་མཐའ་མྱུར་དུ་གསལ་བའི་གི་སྨོན་ལམ་འདི་རྒྱབ་ཀྱི་ཡོད་ཞུ་ཡ་ཡིན་པ། ང་ཚོས་གི་བོད་མི་མང་ཆོས་ཀྱི་སྤྱི་འཐུས་རྣམ་པ་དང་བདེན་པ་རྒྱབ་ལ་སྤྱི་འཐུས་རྣམ་པ་ཚང་མ་ལོ་བྱ་བ་ལམ་འགྲོ་ཡོང་བའི་གི་ཨ་ནི། སྨོན་ལམ། བོད་ཀྱི་ཡེ་ཤེས་པ་ཨ་ནི་བོད་ཀྱི་རྩ་དོན་ཆེད་དུ་དཀའ་ལས་རྒྱབ་གཉིས་ཀྱིས་ཆུ་བཞི་གང་བསྒྲུབ་ཀྱི་རྒྱུན་ལས་རྣམ་པ་རེད། ཨ་ནི་དེ་ནས་གཞོན་ནུ་ལྷན་ཚོགས་ནང་ལོགས་ལ་ཨ་ནི་གཞོན་ཉེས་ཀྱི་རང་བཙན་འཐབ་རྩོད་པ་ཀྱི་རྒྱུན་ལས་རྣམ་པ། བུད་མེད་ལྷན་ཚོགས་ནང་ལོགས་ལ་ཞུགས་ཉེས་ཀྱི་རང་བཙན་འཐབ་རྩོད་པ་གྱི་རྒྱུན་ལས་རྣམ་པ། ཨ་ནི་དེ་ནས་བོད་ཀྱི་རང་བཙན་སློབ་ཕྲུག་ཚོགས་པ་ནང་ལོགས་ལ་ཡོད་མེད་ཀྱི་ཨ་ནི་རང་བཙན་འཐབ་རྩོད་པ་གི་རྒྱུ་ལས་རྣམ་པ་དེ་དེ་བཞིན་གྱི་ཨ་ནི་སོ་སོ་སྒེར་གྱི་ཁ་ཚུམ་ཚུམ་ལ་རང་བཙན་འཐབ་རྩོད་ཀྱི་ཆེད་དུ་ལས་ཀ་བྱེད་དེ་ཉིད་རྣམ་པ་ཚོ་ཚང་མ་ལོག་ཆེད་དུ་མི་རྣམས་ཀྱི་རྒྱབ་ཀྱི་ཡོད་སེམས་ད་ལྟའི་གི་དེ་ལ་དམིགས་བསལ་གྱི་ང་རང་ཚོད་ཀྱི་ཨ་ནི་བོད་ཀྱི་དཔའ་བོ། ཨ་ནི་རང་བཙན་དཔའ་ལ། རྒྱལ་ལྷ་བཟང་ཚེ་རིང་ལ། རྡ་རམ་ས་ལ་ལ་བཅས་བཟུང་སྟེ་སྒང་ཆུང་སུ་ཨ་ནི་ཁོ་རང་གི་ཨ་ནི་ལུས་སེམས་གཉིས་ཀྱི་འཕྲོད་བསྟེན་ཆེད་དུ་ཨ་ནི་དམིགས་བསལ་གྱི་སྨོན་ལམ་རྒྱག་གི་ཡིན་བཞོན་པ་ལ་སོ་ཨ་ནི་བོད་རྒྱ་ལོ། བོད་རང་བཙན་རྒྱ་ལོ། བདེན་པ་རྒྱ་ལོ། བདེན་པ་རྒྱ་ལོ། བདེན་པ་རྒྱ་ལོ། བོད་རྒྱ་ལོ།